རོ་ཞིག་པའི་བྲག་འགྲོ། ཚང་མ་ལ་བཀྲ་ཤིས་བདེ་ལེགས་ཨ་ནེ་ཚོགས་གཙོ། བོད་ལ་འགྲོ་མགོ་བཏགས་ནས་བོད་ལ་འགྲོ། ཨ་ནེ་བླ་གཙོ་རས་བྲིས་ནས་བོད་ལ་འགྲོ་གི་ན་གང་བྱས་ན། ཚོགས་གཙོ་ལགས་ལ་བཀྲ་ཤིས་བདེ་ལེགས་ཡོ། འོ་དེ་ནས་ཀ་རེ་བྲག་འགྲོ་བསྟིང་མཛད་ལགས་ཡིན་པ་ཡ་བློ་བཟོ་སེང་གེ་ག་ལོ་རྗེས་དེ་ཅིག་བཤད་རོགས་གྱིས། ག་འདྲ་འདྲ་ཅིག་ཧ་གོ་གི་ཡོད་ག་འདྲ་འདྲ་ཅིག་ངོ་ཤེས་གི་ཡོད། འོ་ག་འདྲེ་འདྲེ་ཅིག། ཉང་ཉུང་ཡོད་ཟེར་ན་ཅི་གསུང་བྱ། ད་ཅི་དྲང་གྲོགས་ཡིན་པའི་ཆ་ནས་ཨ་ནེ་ཚེ་རིང་གིས་སྐད་ཆ་བཤད་རོལ་བྱེད་ལགས་དཔེ་དགའ་བོ་བྱུང། ཡིན་ན་གང་ཤེས་པ་དང་གང་ལས་པ་དང་གྲོགས་པོ་གྲོང་ཆོག་བདེན་པ་བདེན་ཅོག་ལྷ་སྲུང་གནང་སྟངས་ཡིན་ཟེར་ནས་ཞོན་ཡིན། བོད་མི་རིགས་ལས་ཤ་ཚ་གི་ཕ་ཡུལ་སྐྱིད་པ་ལ་ཞེན་དགོས་ཀི་བོད་ཤ་ཨ་ལ་ནང་ཨ་ལ་སྐྱིད་པ་ཡིན་གསུངས་སོང་མ་དེ་འཚོ་བར་སྐྱེལ་མྱོང་མེད་ཟེར་ནས་ཞོན་ཡིན། ཨ་ནེ་བཙན་བྱོལ་ཡུལ་ལ་ཆགས་ཡུལ་རྒྱ་ལ་ཆགས་ཏེ་ཆོལ་ཁ་གསུངས་འདི་ཆོས་བརྒྱུད་གཞན་གཡུང་དྲུང་བོན་དང་བཅས་པ་འདི་འདྲའི་འདྲ་གི་རྙོག་དྲ་ཡོད་གི་རེད་གསུངས་སོང་འདི་འདྲའི་འདྲ་གི་རྙོག་གླེང་ཡོད་གི་རེད་གསུངས་སོང་འདི་འདྲའི་འདྲ་གི་དངོས་གནས་དྲང་གནས་ད་ཅི།

ཆོས་གང་གསང་གི་མི་ནག་གི་གྲགས་མ་སོ་ནག་གི་སེམས་པས་དེ་རྣམས་ཀྱི་ལས་ཐོངས་པ་གི་ངོ་ནས་དྲངས་ནས་ཕ་ཡུལ་གཅིག་པ་ཡིན་ན་འདྲ་དང་གྲོང་པ་གཅིག་པ་ཡིན་ན་འདྲ་དེ་ཨོ་ཁ་མི་གྲངས་ཤ་ཆེ་ཨོ་དེ་ནས་མི་ལོ་ལྟ་ཤ་ཆེ་ལས་ཐོངས་པ་དེ་ཚོ་རྒྱ་དགའ་ཡུལ་རྒྱ་ལ་སྤྲུལ་ཁམས་པ་སྤྲུལ་སྐད་ཀྱང་སྒྲོག་བདག་གི་བའོ། དེ་འདྲའི་གནས་དེ་ཚོས་ཆགས་པའི་སྐབས་ལ་མདོ་ཁོང་ཆུ་བཞི་གོང་རུ་གི་ཞལ་སྒོ་དང་ཁུ་ཁམས་པ་གི་ཞལ་སྒོ་དང་ཁུ་ནས་སྟོང་ལ་ལངས་ཏེ་ངའི་གི་མི་ཅི་ཡིན་ཟེར་ན་རྡོག་རྡོག་བཤད་ཡ་དེ་དུས་ཡིན། མདོ་ཁོང་ཆུ་བཞི་གོང་རུ་ལ་དགའ་ཉུང་ལོག་དགུ་སྐུ་གསུང་དབང་ཟུར་ནས་བསྡད་མྱོང་ཡོད། འོ། ཆོས་དགའ་སོང་ལ་གར་ལྷ་སོང་ཡོད་ཞལ་སྒོ་ཡོད། དེའི་ནང་ནས་ཁམས་པ་རྣམས་ལ་གཞན་སྒོ་ཡོད་ངེས་ག་ཚིག་ཡོད་ལྷག་བསམ་ཡོད་ངེས་ག་ཚིག་ཡོད། འཛིན་ལྔ་ལ་གྲངས་ཀ་མི་འཐད་ཡང་མིན་ཟེར་ནས་ཞུ་བ་དེ་ཡིན། ད་དེ་ནས་བློ་བཟང་སེང་གེ་ག་རེ་བྱའོ་ཅེས་སོ་བློ་བཟང་སེང་གེ་གིས་ག་རེ་བསྐོང་དྲན་སོ་བློ་བཟང་སེང་གེ་ལ་ག་རེ་བློ་སྐྱིད་ཡོད་ཟེར་བ་ཡིན། ཨ་ནི་ང་ཚིག་ཐུང་ཐུང་གོ་ནས་ངས་ཚིག་ཁ་ཤས་ཤིག་ཞུ་ཆོག། ཨོ་ཡ། བློ་བཟང་སེང་གེ་སེང་ངེ་ད་སྤྱི་སྟངས་གཅིག་ཁོ་རང་གི་གཅིག། ཨ་ཕ་དང་ང་ཚོ་ཕ་གཅིག་པ་རེད། ངའི་ཨ་ཞང་ཁོ་ཚོ་པད་མ་སེང་འབྲས་བུ་རེད། ཨ་མ་དེ་བ་སྤྲུལ་ཁང་པ་སྟག་ཞང་ཚང་སེང་ངེ་གཅིག་ཡིན་ས་རེད་ང་དངོས་གནས་ཕྲག་ནས་ཁུངས་དང་ལུང་ཆོས་རྗེས་ཁ་སྐད་མེད་དྲང་པོ་བཤད་དགོས་རོགས། ཨ་ནེ་བློ་བཟང་སེང་གེ། མི་ཚོང་དང་ངའི་ཨ་ཞང་ནང་ཚོང་གཉིས་དུ་དངོས་གནས་གྲོགས་ནས་མི་ཚོང་གཅིག་ནང་བཞིན་རེད། བློ་བཟང་སེང་གེ་འདི་ནིའུ་དེ་ལེ་ཡུ་ནི་བ་སི་ཏི་རུ་འགྲོ་བསྡད་དེ། ཟ་ས་འཐུང་ས་བསྡད་ས་གུང་ཟས་ངུ་ས་གང་ག་དེ་ངའི་ཨ་ཞང་ནང་ནས་རེད། ལེ་ངའི་ཨ་ཞང་གི་འདྲེན་ཁང་ཇོ་རི་ཡ་ཁ་མི་སྤྱི་འཁྲུལ་ལ་དེ་དང་ཆེ་བཞི་དགོང་དྲུག་གཉིས་སྤར་ར་དེ་བློ་བཟང་སེང་གེ་དེ་ནང་ལ་ལོག་ནས་ལོག་བདག་ནས་བདག་ཁོ་རང་སྐྱེས་མེད་དུ་སྐྱེས་པ་འོག་དེ་ནང་ལ་བསྡད་ཡོད་རེད་ཟ་ས་འཐུང་ས།

ཚགས་པར་ན་རྒྱ་ཡོད་མ་རེད་ག་ཟེར་ན་སྐབས་དེ་དེ་ལས་ཐོག་འབའ་ཡིས་གླ་ཕོད་གི་མ་རེད་ལབ་ན་ངོ་ཚ་གི་མི་རྒྱ་རེད་ཡིན་ན་ཁི་ཕོ་དེ་ལས་ཐོག་འབའ་རང་རེད་ཡིན་ཨ་ཁོ་རྟ་ཤོང་ཚོང་ཡིན་ཟེར་ན་རྟ་ཤོང་ཚེ་ཟེར་ན་རྟ་དཀྲུག་ཁ་འབའ་ཡིན་ན་ཆང་འཐུང་བ་ཡིན་ན་དུ་བ་རྒྱ་ཡིན་ས་རེད་བ་ཨོ་རྟ་ཤོང་བློ་འཛོ་སེང་གེ་ཟེར་ནས་མི་ཁི་ན་འགྲོ་བསྡད་གི་རེད་མ་ཚད་ལས་ཐོག་བློ་འཛོ་སེང་གེ་མི་ཁི་ན་འགྲོ་གི་མ་རེད་ཨོ་དེ་ཚོ་ཡིན་གྱི་མི་གྱི་མཁྱེན་དགོས་གི་རེད་དེ་ནས་ལས་ཐོག་ཨ་ཐག་གི་དངོས་གནས་དྲང་ནས་ལས་དངོས་གནས་དྲང་ནས་ད་ཅི།

འཕྲིན་ལས་ཆོས་གྲྭའི་ལ་བརྟག་ན་དངོས་གནས་དྲ་གནས་ཡག་པོ་འདུག་ཟེར་ང་ཚོ་ལས་ཐོག་ཕ་ཡུལ་གྱི་བར་ཚང་མ་ག་ལ་གི་རེད་ག་ཟེར་ན་འཕྲིན་ལས་ཆོས་གྲྭའི་ལ་ང་ད་རྡོ་ཁོག་ཆུ་བྱི་སྒང་དྲུག་ལང་འགྲོ་ཡོང་གི་རེད་ལས་སྟོང་ཨ་ཐག་ཐག་ལེན་ཡོང་གི་རེད་དངོས་གནས་དྲ་གནས་ཨ་ཁུ་ལགས་བཀའ་དྲིན་ཆེན་པོ་ཡིན་ཟེར་ད་ལྟ་ཁྱོད་དཀའ་ངལ་འཕྲད་ཤག་ཟབ་གསོ་བྱེད་རོགས་བྱེད་ཟེར་ན་སློབ་སྦྱོང་རྒྱག་ཁག་ཡོང་གི་རེད་དངོས་གནས་གྲོང་ནས་ཡོང་གི་རེད་བློ་བཟང་སེང་གེ་ཏི་ཏི་ཏི་ཁ་ཐིག་པ་བཅག་ནས་ལས་སྟོང་ཨ་ཐག་ལ་ཕར་བསྒྲགས་ཕར་གསེང་གནང་བཞེས་སོ་ཆུ་བྱི་སྒང་དྲུག་ད་རིགས་རྩིས་སྤྲད་ཤོད་སང་ཉིན་རྩིས་སྤྲད་ཤ་ཤོད་ལས་སླ་པོ་ཤག་གི་མེད་ཟེར་ནས་ཨོ་ཐི་ཏི།

མི་འཇིགས་གྲུ་ལ་གི་དགུན་འདྲ་རེད་འདུག་ཟེར། རྒྱ་དམག་ནག་ཀོང་ས་ཆེན་པོ་ནང་ཉིད་ཡོང་བ་རེད་ཟེར་ནས་སྒོ་སྦིས་སུ་དང་སྟོང་མ་སི་གཉིས་ལ་སྒོ་མོ་འཕྲི་རེ་རེ་ལས་དྲན་ནས་ཁོ་ཚོ་ང་དེའུ་དུ་ལི་བཙན་ཁོང་ནོ་བཙན་ཁོང་ནོ་ལས་ཡག་གཅིག་ང་མོ་དྲ་འཇིགས་སིང་གོ་ལ་མ་ཀ་ཟེར་ཀོང་པ་ལ་ལྕགས་ཐང་དང་ལག་པ་ལ་ལྕགས་ཐང་དང་ནང་ང་དེའུ་དུ་ལི་སྐོར་ར་ཁྲིད། ཨོ་ཁོ་རྒྱ་མི་ཞིག་གི་ཕོ་བ་ས་རེད་འདུག་རྒྱ་ནག་གོང་ས་ཆེན་པོ་ཡོང་ནས་ཏཱ་ལའི་བླ་མ་ལ་ངོ་རྒོལ་བྱེད་ངེས་རེད་འདུག་བོད་གཞུང་གི་ཚགས་པར་ཤེས་བྱ་ཚང་མ་ནང་མ་བཀྲོངས། ཨོ་ཡ་ད། ཨོ་དེ་འདྲས་བཟོས་སོང། ལྷག་དྲ་ནང་ལ་བཞག་རྒྱུ་ཡོད་གི་མ་རེད། ཨོ་དེ་ནས་ག་ཟེ། ཨོ། བཟོ་གྲ་འདྲ་དེ་འདྲས་ནང་ལས་ཀ་བཅུག་རྒྱུ་ཡོད་གི་མ་རེད། གདན་ས་ནང་ལ་གཏོང་རྒྱུ་ཡོད་གི་མ་རེད། ལེ་སྟོང་ཨ་ཐག་གི་ཚ་བོ་དེ་བོད་གང་ས

བཀའ་སྩལ་ཏེ། ཨ་རི་ལ་ཕར་སློབ་གྲྭ་འགྲོ་ཡ་ག་སྐབས་སུ་ཧ་ཝཱ་ཡི་ནི་ཝཱ་སི་ཅི་ཐེམ་ཐོག་གི་ཅང་སི་ཚད་ནས་ཁོ་རང་གི་ཅང་སི་ཅི་རག་བ་ཡིན་ན་སྔོན་རག་ཁྲ་ནས་ཕར་བཙུགས་དགོས་ན་མར་བཙུགས་དགོས་ན་གྲོ་པོ་གྲོ་ཞེ་བཙུགས་དགོས་ན་ལྷམ་བེ་སི་ས་གར་བཙུགས་དགོས་ན་ཡག་ཉེས་ཐེ་ཚོམ་མེད་པར་གི་མི་གཅིག་ཡོད་རེད་ཀུན་སྤྱོད་རེད་མི་དེ་ལ་ཅི་ཡག་ཅི་དགོས་གི་རག་མི་ལ་ཅི་ཡག་རག་འདྲ་ཅི་ཅི་ཇི་དག་བཟང་པོ་རག་ཅི་བཀའ་དྲན་ལ་ངོ་ཤེས་འདྲ་དེ་ཅི་གཙང་རང་གི་ཡོད་མ་ད་ཀུན་སྤྱོད་སྤང་རྩོད་ཡོད་གི་མ་རེད།

ཨོ་ཡ་ཐ། ངའི་ཕ་ཡི་ནང་ལ་ལེ་ཐང་ཕག་གི་གྱོང་པ་སེལ་ས་ཅི། ངའི་ཕ་རྒན་དེ་དངོས་ནས་དྲང་ནས། ཨོ། རྒྱ་གུང་ཁྲན་གྱི་བཙན་ཁང་འོག་ན་དགའ་སྙོ་ལོག་ཅུང་ཉིན་འཛིན་མྱོང་པ་ཡིན། ཨོ་ཡ་ཐ། ངོ་ཤེས་མཁན་མང་པོ་ཡོད་རེད། ལེ་ཐང་ཅུང་རྒྱ་ཡིག་སྤྲུལ་སྐུ་ཟེར་མཁན་དེ་ངའི་ཕ་རྒན་ཡིན། རྒྱ་མིའི་བཙན་འཁོར་ནང་ལ་དགའ་ཉེ་ལོ་བཅོ་ལྔ་འཛིན་པ་ཡིན། དེ་བས་བོད་མི་རིགས་དེ་སོ་སོ་གི་ལུང་པ་གི་བསྟན་དང་སོ་སོ་གི་དགོངས་པ་གི་བསྟན་དང་བཙན་འཁོར་ནང་ལ་འཛུལ་བ་ཡིན་མ་གཏོགས་སྐུ་གཟུགས་སྐྱ་རྫས་བཤད་ནི་མེད། ཁྱོད་རང་ཚོ་མི་ལ་དྲིས། བརྟག་དཔྱད་ཞིབ་འཇུག་བྱས་ཚེ། གོ་རྒྱུ་རིག་རྒྱུ་ཐོས་རྒྱུ་ཡོད་རེད་ད་ལྟ་མི་ཤི་ནས་མི་མང་པོ་ཡོད་རེད། ད་ལྟ་རྡ་རམ་ས་ལ་ཞུས་པའི་སྐུ་སྒེར་ཡིག་ཚང་གི་ད་ལྟ་ང་ཚོ་ལས་ཐོག་པ་བླ་མ་ཁྲོ་འདུལ་རིན་པོ་ཆེ་ཟེར་མཁན་ཞིག་འདུག་བ་ཁོས་ངའི་ཕ་སྐད་ཚང་མ་ངོ་ཤེས་གི་རེད། ཁོ་ང་ཚོ་ནང་ལ་འགྲོ་མྱོང་ཡོད་རེད། ལས་ཐོག་འབའ་རང་ལས་མི་ལས་མི་ཡོད་ངེས་བླ་མ་ལས་མི་ཡོད་ངེས། སྣོད་ལ་ལོག་ལྟ་ཡོད་ངེས་ཀྱི་མི་དེ་འདྲས་རེད། ཁོ་ཚོར་དྲིས་ན་ད་ལྟ་ཁོ་ཚོ་གི་མཁྱེན་གི་རེད། ཧ་གོ་གི་རེད་ང་ཚོ་ནི་འགྲིག་པོ་ཡོད། ཡ་དེ་ཡིན་ན་ཡང་ངའི་ཕ་ཡུལ་མ་རེད། ཁྱོད་བུ་དང་ལས་ཐོག་ཨ་ཐག་གཉིས་ཀ། ཨོ་ཡ་ད། ངོ་ཤེས་མཁན་མང་པོ་ཡོད་རེད། ཏཱ་ལའི་བླ་མ་ལ་ཁ་གཏད་རྒྱག་རྒྱ་མི་ཕོ་བཟའ་རེད་ཟེར་ནས་ང་ཚོ་ཕ་ཡུལ་སྤྱི་པ་གི་དགོན་པ་སྤྱི་པ་གི་དགོན་པ་གི་ཆོས་འབྲེལ་བྱེད་གི་ཡིན་མདོག་མདོག་བྱེད་བདེ་མི་སྲིད་གི་བྱེད་ལོག་བྱེད་གི་ཡིན་མདོག་མདོག་བྱེད་ནས་ཨོ་ཡ་ད། ངའི་ཕ་རྒན་ཤི་ཁ་ལ་གྲོང་དུ་བགོས་ཀྱི་བཟོས་སོང། ཨོ་ཡ་ད། ད། ང་ཁང་ལས་ཐོན། ཕར་ཚད་བུར་བརྗོད་ནས་ཨ་རྩ་ཨ་བརྗོད་ནས། སོ་སོ་མི་རིགས་དང་སོ་སོ་རྒྱལ་ཁབ་ཏཱ་ལའི་བླ་མ་ལ་ཞབས་ཞུ་ཞུས་པ། རྡོ་ཁོག་ཆུ་བཞི་སྒང་དྲུག་གི་སྡུག་དཀའ་ལས་རྒྱག་ཡོད་པ་དང། ད་བཀའ་དྲིན་ལ་ངོ་ཤེས་ཨ་འདུག་མདོ་སྔགས་ལ་དན་བསྟོད་ཨ་འདུག་ང་ལ་བཀའ་དྲིན་ལ་ངོ་ཤེས་དགོས་ང་ཁ་གདངས་སྤྲད་རོགས་ཀྱིས་ང་ཐོག་གོ་ས་སྤྲད་རོགས་ཀྱིས་ལབ་ཡི་མེད། བཟང་ངན་ཨ་འདུག་ད་ཕྱི་ནང་ཨ་འདུག་ཨ་ཕ་མ་ལ་བཞོས་དགེ་ལ་སོ་སོ་ཐོག་གོ་ས་རྒྱུ་དཔལ་འབྱོར་ཅིག་རག་ཡོང་དུས། དེ་ནི་སྒྲ་དགག་དགོས་བརྙན་བསྡུ་དགོས་ད་ལྟ་ང་ཚོ་རྒྱལ་ཁབ་དེ་ག་བ་ཀླད་སོང། མི་རིགས་དེ་ག་བ་ཀླད་སོང་ཆོལ་ཁ་ཆོས་བརྒྱུད་གཡུང་དྲུང་ཕལ་ཐག་བྱས་པ་ག་བ་ཀླད་སོང། ང་ཚོ་དྲ་རྒྱ་ཁག་ལ་སྒྲ་ཕ་སེ་ནོར་བྱེད་བསྡད་དགོས་དེ་ག་བ་ཀླད་སོང། རྒྱ་གུང་ཁྲན་དགག་དགོས་ཀྱི་སོ་སོ་མི་རིགས་བསྡུ་དགོས་ཀྱི། ང་ཚོ་བླ་མ་ཟེར་ན་འདྲ་དེ་ང་ཚོ་དཔོན་པོ་ཟེར་ན་འདྲ་དེ།

བསྒྱུར་ནས་བསྡད་ཡོད་རེད་མ་གཏོགས་བློ་བཟང་སེང་གེ་ཁོ་རང་གི་རྣམ་དཔྱོད་ཀྱི་རྩལ་དེ་བརྟེན་ནས་བསླབ་སྦྱོང་གི་གོ་སྐབས་དེ་བསད་ནས་ང་ཚོ་བོད་ཕྱི་ནང་གཉིས་ལ་ག་རེ་བྱས་སོང་ག་སྐད་ནོག་མ་སོང་བ་ཡབ་ཤུལ་ཚང་གི་ངོ་དེ་མ་ལ་ཁོ་རང་ཐུག་ཁོ་སི་ཏི་ཤོག་གི་རེད་ཟེར་ནས་དཔེ་ལེགས་རྐྱང་རྐྱང་ཤེས་ངོ་ཚ་ཁྲལ་གི་ལས་ཀ་རྐྱང་རྐྱང་བྱས་ནས་བསྡད་བསྡད་ཡོད་ཐོང་ཅི་རེད་ཀྱི་ཡོད་གོ་ཀྱི་ཡོད། ཡིན་ན་ཡང་མོ་ཚང་མ་གི་མཐོང་སོང་ན་མ་མཐོང་དོང་དོང་རིག་སོང་ན་གོ་མ་སོང་དོང་དོང་ཤེས་འདི་གི་དུ་བ། དོ་དོ་དངོས་གནས་དྲང་གནས། ང་ཁོང་ལས་ཐོག་ལ་སྨན་པའི་སྲི་ཟ་ཟོ་བ་དེ་ག་གེ་ཆེ་བ་མེད་ཡིན་ན་ཡང་ང་བོད་མི་རིགས་ཀྱི་ཤ་ཁྲག་གཅིག་པ་ཡི་བོད་མི་རིགས་ལ་བརྩེ་བ་ཡོད་ཕ་ཡི་གཅིག་པ་ལས་གཞན་དགོས་ཡོད་འོ་ཡ། ཤ་ཁྲག་རིག་སོང་དེ་བོད་པ་ཡི་དགའ་སྡུག་ཡིན་པའི་སྐད་ཆ་བཤད་གི་ཡོད་མ་ད་གཞན་དངོས་གནས་དྲང་གནས་བློ་བཟང་སེང་གེ་འཇིགས་བ་དགའ་སྐྱིད་མ་འཇིགས་བ་སྡུག་སྐྱིད་ག་གེ་མེད་སྟོང་གཅིག་སྐར་མ་ལྔ་བརྩི་བས་མེད། ཡིན་ན་ཡང་བོད་བསྟན་པ་ཆབ་སྲིད་དེ་མིའི་ཁ་བོད་མི་རིགས་ཀྱི་ལ་རྒྱ་དེ་ཁ་ནས་ཁུར་ནས་དངོས་གནས་དྲང་ནས་ང་ཚོ་ཤ་དཀྲུགས་སོ་ནང་དཀྲུགས་སོ་ཆོལ་ཁ་ཆོས་ཀྱི་གཡུང་དྲུང་བོན་དང་བཅས་པ་དཀྲུགས་འོང་དུས་དངོས་གནས་དྲང་ནས་རྩ་བ་རང་ཉིད་ཡག་པོ་ཞིག་མཐོང་གི་མི་འདུག་ཨ་ནས་སེམས་ཀྱི་བཟོད་གི་མི་འདུག་ཟེར་ནས་ཞུ་ཡ་ཡིན། ད་ལྟ་བར་བོད་རྒྱལ་ཁབ་ཅེས་མི་རིགས་བཙལ་ནས་བོད་ས་ཡ་མང་པོ་ཚད་ཤོས་ཤོར་སོང། འོང་ཡ་དང་སྐུ་ལུས་མི་ཆོད་གཏོང་ནས་མི་འདའ་ཉིས་བརྒྱ་ཁ་མ་སེང་ཅེས།

གྲོང་པོ་ཞེས་ཤོད། གྲོང་པོ་ཞེས་ཤོད། ང་ནག་རྫས་ཆེ་ཤོས་དེ་ཡིན། སྡུག་བསྔལ་ཆེ་ཤོས་དེ་ཡིན། ཞེས་ང་དོལ་རྒྱལ་བསྟན་པ་དེ་ག་དཀའ་ངལ་སྐྱེས་མེད། ཡིན་ན་ཡང་དོལ་རྒྱལ་ཁ་ལ་ཁུར་ནས་བོད་མི་རིགས་ནང་ལ་དཀྲུགས་ཤིང་དང། བསྟན་ས་བཏུམ་པ་དང། བཟའ་ཚང་དབྱེ་འབྱེད་ཀྱིས་ཕ་མ་ཁ་བརྡ་དང་དེ་ཚོ་སྔོན་ན་དྲག་ནས། འདྲ་ཤ་བ་ཡིན་ན་སྔོན་ན་དྲག་ནས་ཁྱི་མང་པོ་དགོས་ཀྱི་ཆགས་སོང་ང། ཨོ་ཡ་ད། ད་བོད་ཡིད་ཅག་ལ་བྱས་པའི་མི་དེ་ལ་སུ་ལ་ལྷག་བསམ་འདུག་སུ་ལ་ཞེན་དགོས་འདུག། ཉན་རེ་ཞེན་འདུག་ལྟ་རེ་ཞེན་འདུག་ཀློག་རེ་ཞེན་འདུག་བཙན་བྱོལ་སྤྲིན་ཚུགས་ཟེར་ནའང་མི་འདུག་ཡབ་གཞིས་ཚོགས་ཟེར་ནའང་མི་འདུག་ཏཱ་ལའི་བླ་མ་ཟེར་ནའང་མི་འདུག་ཞེན་པ་སྟེ་དེ་ལོག་འགྲོ་གི་འདུག་ཨོ་ཡ། ཡིད་ཆེས་རེ་ཐོབ་རྩ་བ་རང་ཉིད་མེད། བོད་ཕྱི་ནང་གཉིས་ན་མང་རེ་མང་རེ་འགྲོ་གི་འདུག་ཨོ་ཡ། ག་རེ་བྱས་ནས་འགྲོ་བ་རེད། བོད་ཕྱི་ནང་གཉིས་ལ་ལྷག་བསམ་མེད་པ། རྒྱལ་སྒོ་མེད་པར་དད་པ་མེད་པ་མ་རུ་ཁོ་རང་ཚང་གི་ཕྱི་ནང་མྱོང་བཟོ་ངན་མྱོང་རྟོག་གྲོགས་པ་བསྟན་ས་དེ་བོད་མི་རིགས་ནང་ལ་བཟུང་བློ་གཉིས་དྲང་སྲོང་དང་དགྲ་བོ་ལ་བསྟེན་ནས་དེ་ནས་ང་ཚོ་ཆགས་པར་བ་དེ་ཚང་མ་ཡིན་ཁྱོད་རང་ཚང་གི་མཁྱེན་པ་གནང་རོགས་གྱིས་ཟེར་ནས་ཞུ་ཡ་ཡིན་ད་མང་པོ་ཤེས་དགོས་རེད་མང་པོ་ཞུ་ཆགས་འདུག་དགུང་ཁ་གཙང་རེད་ཉེས་མེད་པ་ཚིག་པ་མ་གསོད་རོགས་གྱིས་ལག་ཉོན་ཤེས་ཉོན་འདྲ་ཡོད་ཚོད་ནས་དགོངས་དག་ཟེར་ནས་ཞུ་ཡ་ཡིན་གང་ཤེས་པ་དང། དྲོན་པོ་དྲོན་ཆུང་བདེན་པ་བདེན་ཆུང་ཡིན། ཨོ་ཡ་ད་ཐོ་རྒྱལ་པོ་དགའ་ན་མ་དྲོན་པོ་དགའ་ན། སི་ལ་ངས་ད་ཁོང་ཁྲོ་ས་ཚིག་པ་ས་ན་སྡོད་ཀྱོང་རེད་ཟེར་ནས་ཤོད་ཡིན། ཨོ་ཡ་ད་གང་ཤེས་པ་ད་ལྷ་བསམ་གནང་དང་དྲོན་པོ་དྲོན་ཆུང་བོད་མི་རིགས་ཀྱི་ཞེན་གོ་ད་ཁུ། སྔོན་ནས་ཁྲོས་ནས་བོད་མི་རིགས་ལ་བརྩེ་བ་ད་ཁུ་ནས་བཤད་གི་ཡོད་མ་ད་ང་ཁོང་ལ་ཐོང་གཏུག་ཅིག་སྐར་མ་ང་གི་ཟ་རྒྱུ་མེད་འཐུང་རྒྱུ་མེད། ད་ལྟ་བར་ད་ང་ཁོང་ལ་ཐོ་རྒྱ་མིའི་ཕོ་གསར་རེད་རྒྱ་མིའི་ཆོས།

ཚེ་ཐག་བཅད་པ། ཕ་ཚེ་བུ་འགྱོད་ནས་བོད་རྟ་ཁོག་དང་མི་རིགས་ཏཱ་ལའི་བླ་མ་ལ་ཞབས་ཞུ་ཞུ། ད་ཕོ་རྒན་རྣམས་འུ་ཐུག་སོང་བོད་ཕྱིར་གྱིས་ཡང་སྔངས་སྐྱེས། བོད་རིགས་དཔལ་རྟ་ཁ་ང་དགྲ་བོ་ཕ་སའི་ནང་བཞག་ཐོར་ཚ་སོང་ད་ནི་ཧེ་བག་ཧེ་འབག་ལོག་སོང་ཡིད་ཆད་བརླག་སོང་རེ་བག་ལོག་སོང་སྡུག་སྐད་དེ་ཅི་ནས་བདའ་དགོས་ཡིན་ཟེར་ནས་ཞུ།